སློབ་ཕྲུག་ཚང་མ་སྐུ་ཁམས་བཟང། ཨ་ནི་དེ་རིང་ངས་ད་ལྟ་འདི་ནི་མ་པཱ་རི་དང་མཉམ་དུ་ཨ་ནི་འདབ་ཆགས་བྱ་ཡི་རིགས་ཁ་ཤས་ཅིག་གི་མིང་བོད་སྐད་ཐོག་ལ་མ་ངོ་སྤྲོད་ཞུ་གི་ཡིན་ཨ་ནི་འདི་རྣམ་པ་ཚོ་ཚང་མ་ལ་ནི་ཕན་ཐོགས་ཡོང་བའི་རེ་བ་ཡོད། ར་མ་དང་མ་བྷ་ཡ་དང་བྱ། མ་བྱ། མ་བྱ། ཕ་བྱམས་ཆུ་ཕུག་ཁ་ཕུག། ར་ན་རུ་རོན་ན་རོན། ཕུག་རོན། ཕུག་རོན། ཨོའོ་བྱ་ན་རོ་བྱོལ་ལ་བྱོལ། མ་ན་རོ་མོ། བྱོལ་མོ། བྱོལ་མོ། ཁང་ང་ཁང། བ་ཡ་ད་བྱ་ཁྱི་གུ་བྱི་ཨ་བཤམ་བྱིའུ། ཁང་བྱིའུ། ཁང་བྱིའུ། ད་ཀ་ད་ཀ་ཡ་ད་སྐྱ། ཁ། སྐྱ་ཁ། སྐྱ་ཁ། བ་ཡ་ད་བྱ་བྷ་ན་རོ་ཕོ། བྱ་ཕོ། བྱ་ཕོ། བ་ཡ་ད་བྱ་མ་ན་རོ་མོ། བྱ་མོ། བྱ་མོ། ཁ་བྱམས་ཆུ་ཁུག་ཁ་ཁུག་ར་ཏཱ་ཏཱ་རྟ། ཁུག་རྟ། ཁུག་རྟ། ཁ་བྱམས་ཆུ་ཁུ། བ་ཡ་ད་བྱ་བྱམས་ཆུ་ཆུག་ཁ་ཆུག། ཁུ་ཆུག། ཁུ་ཆུག། ཉ། ཨའུ་རྫ་ཁྱི་དགུ་འཛིན་ན་འཛིན་ཉ་འཛིན། ར་དགའ་རྟ་དགའ་ཡ་རྟ་རྒྱལ་ལ་རྒྱལ། མ་ན་རོ་མོ་རྒྱལ་མོ་ཉ་འཛིན་རྒྱལ་མོ་ཉ་འཛིན་རྒྱལ་མོ། ཁ་ར་རྟ་ཁྲ་ཤམ་ཆུ་འཁྲུངས་ང་འཁྲུངས་ཁ་ར་རྟ་ཁྲ་ཤམ་ཆུ་འཁྲུངས་ང་འཁྲུངས་འཁྲུངས་འཁྲུངས། ས་ཀ་རྟ་ཀ་འགྲེང་བུ་སྐྱེ་ན་ཁ་ན་སྐྱེ་ན་འཁྲུངས་འཁྲུངས་སྐྱེ་ན་འཁྲུངས་འཁྲུངས་སྐྱེ་ན། དཔའ་བཤམ་ཆུ་སྤུ། ཤ་བཤམ་ཆུ་ཤུ་ད་ཤུ། སྤུ་ཤུ། སྤུ་ཤུ། བ་ཡ་ད་བྱ། ཁ་ར་ད་ཁྲ། བྱ་ཁྲ། བྱ་ཁྲ། བ་ཡ་ད་བྱ། ར་ག་ད་ག་ན་རོ་གོས་ད་གོས། བྱ་གོས། བྱ་གོས། ག་ན་རོ་གོ། བ་ན་རོ་བོ། གོ་བོ། གོ་བོ། ངང་ངང་ངང་པ་ངང་པ་ངང་པ། ཕ་ན་རོ་ཕོ་ར་ན་རོ་རོ་ཁ་རོག་ཕོ་རོག་ཕོ་རོག། པ་གི་ཁུ་པིང་ང་པིང་ཀ་ཡ་ཏཱ་ཀྱ་ཞིམ་ཅུ་ཀྱུར་ར་ཀྱུར་མ་པིང་ཀྱུར་མ། པིན་ཀྱོར་མ། ཨ་ཞམ་ཅུ་འུར་ར་འུར་པ། འུར་པ། འུར་པ། བ་ཡ་ད་བྱ། ར་ང་ད་ང། མ་ན་རོ་མོང་ང་མོང། བྱ་ང་མོང། བྱ་ང་མོང། ན་འགྲེང་གོ་ནེ། ཙ་ན་རོ་ཙོ། ནེན་ཙོ། ནེན་ཙོ། ཨ་ཞམ་ཅུ་འུག་ག་འུག་པ། འུག་པ། འུག་པ།